རྒྱལ་སྤྱིའི་གཙང་ཆུ་སའི་མགར་བ་བའི་གྲོགས་པོ་གྲོགས་མོ་ཚོ་ཁམས་བཟང་དེ་རིང་ནི་ཕྱི་ལོ་ཉིས་སྟོང་བརྒྱ་མེད་ཉིས་རྩ་དྲུག་སྤྱི་ཟླ་བརྒྱད་པའི་ཚེས་དྲུག་རེས་སུ་ཕུ་བོ་རེའི་གུས་མོ་བསྟན་འཛིན་རྣམ་དཔྱོད་ཡིན། དེ་རིང་སླར་ཡང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུད་ཁ་ཤས་ཤིག་མཉམ་སྤྱོད་ཞུ་ཡོད་པས་ཐུགས་སེམས་ལྷོད་ལྷོད་ཅིག་སེམས་སེ་ན་རོགས་གནང་དེ་རིང་མཉམ་སྤྱོད་ཞུ་ཡས་ཀྱི་གསང་རྒྱུད་དང་པོ་འདི་ཡིན་ན་རྒྱ་ནག་དང་ཉི་ཧོང་བར་གྱི་གསང་རྒྱུད་གསར་བ་ཞིག་འདུག་ཉེ་ཆར་ཡིན་ན་ཉི་ཧོང་གི་རྒྱལ་ས་ཀྲོག་ཀྱོ་ཡོད་པ་འོང་དེ་ནས་ཡིན་ན་ཧྥང་ཝེ་པའེ་ཕི་ཧྲུའུ་ཅི་ཟུང་གིས་རྒྱབ་ཤ་དཀར་པོའི་གི་རྩ་ཁྲིམས་གཅིག་བཏོན་ན་ཤ་ཨས་ཧོ་ལྡི་ལི་ན་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གི་ས་བགོས་གསལ་བསྒྲགས་ཀྱི་སྐབས་སུ་ཁ་རེ་བཤད་དོ་ལབ་ཡིན་ན། ད་ལྟ་ཉི་ཧོང་གིས་བཏོན་པའི་ཧྥང་ཝེ་པའེ་ཕི་ཧྲུའུ་ལས་ཤུ་ཨས་ཧོ་ལྡི་ལི་ཡིན་ན་ཐག་བཅད་དུ་བཀག་པ་ཡོད་ཟེར་བ། ད་དེའི་ནང་ལོགས་ལ་ཨིན་སྐད་ནང་ཞུབ་ཡིན་ན་འདིར་ཤ Defense White Paper ཟེར་བ། རྒྱབ་ཤ་དཀར་པོའི་གི་རྒྱལ་སྲུང་གི་བཅའ་ཁྲིམས་ལ་གཅིག་གྱུར་བ་དེ་ནི་ཉིས་སྟོང་གྱ་མི་གཉིས་བཅུ་དྲུག་ལ་ཉི་ཧོང་གི་དམག་དོན་བྱ་གསར་པ་བྱས། འོན་ཏེ་ཡིག་ག་ལ་གར་ཁྲིད་དུ་བསླེབས་ཡིན་ན། ཀྲུང་གོའི་ཝའེ་ཅའོ་པུའུ་པའོ་ཞི་སོགས་རྒྱ་ནག་ཕྱི་སྲིད་ལྷན་ཁང་གི་གར་བཤད་དུ་ཡིན་ན། ཡི་ཅོའུ་ཏུང་ཅིན་ཤིན་ཕའོ་ཝུའུ་ཏི། ཨ་ལིང་ཨ་ལིའུ་པཱན། ཧྥང་ཝུའེ་པའེ་ཕིང་ཧྲུའུ་སོགས་ཉིས་སྟོང་གྱ་མི་གཉིས་བཅུ་དྲུག་གི་དེབ་པར་སྐྲུན་བྱེད་རྒྱུར་ཆོས་སྨྲ་བས་ཁོང་ཚོའི་ཏུང་ཅིང་ཟེར་བ་ཀྲོག་གཡོག་ནས་ཧྥང་ཝུའེ་པའི་ཕའི་ཤུགས་ལས་བསྡུར་བ་འགག་སྲུང་གི་རྒྱབ་ཤ་དཀར་པོའི་གི་ཤུགས་ལས་བྱོལ་རེད་ཟ་འོང་དེ་ཡིན་ན་རྒྱ་ནག་ངོས་ནས་ཉི་ཧོང་ལ་མཐའ་གཅིག་ཏུ་དགག་པོ་ཡོད། རྒྱ་ནག་ལ་ཉེན་ཁ་ཆེན་པོ་བཟོ་འདུག་སུ་བའི་ཞལ་ལ་ཉེན་ཁ་བཟོ་དགོས་པ་པིང་ཐའེ་ཝན་སྒང་ལ་ཡིན་ན་ནི་གནད་དོན་མང་པོ་ཅི་ལ་ཆོ་མེད་གྱོ་གི་དཔྱད་གཏམ་དེ་འདྲ་བཟོས་བཞག་ཟ་འོང་དེ་ལ་མཐའ་གཅིག་ཏུ་དགག་པོ་ཡོད། ཐའེ་ཝན་དེ་ཡིན་ན་རྒྱ་ནག་གི་ཁ་འཁྲལ་ཐབས་མེད་པའི་ས་ཆ་ཅིག་ཆགས་བསྡད་ཡོད་རེད། བྱས་ཙང་ཉི་ཧོང་གི་ཡིན་ན་ཐའེ་ཝན་གྱི་གནད་དོན་འགའ་ལ་ཐེ་བྱུས་བྱེད་ཆོག་མ་རེད་བཤད་བྱས་ཡིན་ན་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་བྱས་ཏེ་ཤག་ད་ལྟ་གནས་ཚུལ་འདི་སྤེལ་ཉེན་ཡིན་ན་རྒྱལ་སྤྱིའི་གི་ས་ཁང ABC News ལས་ཤོར་བ ABC News རྒྱ་ཡིག་གི་སྡེ་ཚན་ཞིབ་འདུག་གི་ཁོང་ཚོས་ཡིན་ན་མཉམ་སྤྱོད་བྱས་ཏེ་ཤག་རྒྱལ་སྲིད་ས་ཁང་ནང་ལ་རོགས་རྒྱ་ནག་གིས་བཤད་པའི་ཉི་ཧོང་གིས་ཉིས་སྟོང་གྱ་མ་ཉིས་རྩ་དྲུག་ལ་པར་སྐྲུན་བྱས་པའི Fang Wei བའི་བི་ཧྲུའུ་ལས་བྱུང་བའོ། དེ་ཁར་དུ་ལ་བས་ན་བང་བའི་ལ་ནི་རྒྱལ་གཟུངས་སུ་བོར་བ། བའི་བི་ཧྲུའུ་ལ་ནི་རྒྱ་བྱེད་དཀར་བོ། བའི་ལ་ནི་དཀར་བོར་བ། བིའི་ལ་ནི་ཀོ་བ་པགས་པ་ལ་བོར་བ། ཧྲུའུ་ལ་ནི་ཐེབ། རྒྱ་བྱེད་དཀར་བོའི་རྒྱལ་གཟུངས་ཀྱི་ཐེབ་བྱུང་བའོ། དེ་ཁར་དུ་ཞུ་བས་ན། ན་སྲུང་རྒྱ་བྱེད་ཀྱི་ཐེབ་ཅི་རེ་བྱ། ཉི་ཧོང་ཁོ་རང་ཚོའི་རྒྱལ་ཁབ་ཀྱི་སྲུང་རྒྱ་བྱེད་ཀྱི་ཐེབ་ཅི་རེ་བྱར་བ། ཐེབ་བཟོ་ར་དང་བཅའ་ཁྲིམས་ཅི་རེ་བྱ། ཧོང་གི་རྒྱལ་ཁབ་ཀྱིས་དངོས་སུ་མ་བཏོན་པའི་བཅའ་ཁྲིམས་ཅི་རེ་བྱ། སྐབས་དེའི་གནའ་ལོག་ཡིན་ན་ཉི་ཧོང་ཁོ་རང་ཚོའི་རྒྱལ་ཁབ་ནང་ལོག་ལ་ཡིན་ན་བདེ་ཆགས་ཆེད་རེད་པ། དམའ་ཆེད་ཁོ་ཚོས་གི་དམག་མི་ཆེད། དེ་ནང་བཞིན་གི་མ་འོངས་པའི་གི་ད་ཉི་ཧོང་རྒྱལ་ཁབ་འདི་སྲུང་སྐྱོབ་ག་འདྲས་བྱེད་འོ་ཡོད་མེད་གི་འཆར་གཞི་བཅོ་མར་བས་འོང་འདི་ཚང་མ་བཀོད་བཞག་ཡོད་རེད་ས་ཧྥ། དེ་ནང་བཞིན་གི་དེའི་གནའ་ལོག་ལ་ཡིན་ན། ཉི་ཧོང་གི་རྩ་ཁྲིམས་ཆེད་རྒྱལ་ཁབ་གཞན་པ་དང་ཉི་ཧོང་མཉམ་གཏོར་མཉམ་རྒྱལ་བྱས་རྗེས་ཡིན་ན་སྲུང་སྐྱོབ་ཆེད་དང་དམག་དང་དེ་བྱུང་མིན་སྲུང་སྐྱོབ་ཆེད་བཅོས་མ་རུང་བོ་དེ་ཚོ་བྲིས་ཡོད་རེད་ས་ཉི་ཐོག་རྒྱ་མི་ཉིས་རྩ་དྲུག་གི་པར་སྐྲུན་བྱེད་རྒྱུ་འདི་ན་ལོ་ལ་ཉི་ཧོང་གི་ཡིན་ན་ཁོ་རང་ཚོ་གི་ས་ཆ་དེ་ལ་སྲུང་སྐྱོབ་ཆེད་འདི་ན་ཞིག་གི་གོ་ལའི་གི་དེ་ཅག་ཟེར་བ་བོ་འདི་ག་ལ་བྲིས་ཡོད་རེད་ས་དེ་ཅག་གང་ཅག་བྱེད་འོང་མེད་ཆེད་དམག་བཅོས་ར་བོ་འདི་ཡར་རྒྱ་དང་ཆེད་དམིགས་བསལ་གི། ཁྱིམ་མཚེས་རྒྱལ་ཁབ་མཉམ་གཏོགས་གལ་སྲིད་དམག་ཤོབ་ཡིན་ན་ཨ་ནི་གར་གར་བྱེད་འོས་མེད་ཆེར་བ་གལ་སྲིད་ད་ལྟའི་ཆ་ནས་ཡིན་ན་ག་འདྲས་ཉི་ཧོང་ལ་སྲུང་སྐྱོབ་བྱེད་འོས་མེད་ཆེ་ཨན་ཁྱིམ་མཚེས་རྒྱལ་ཁབ་དེ་ཚོ་རྒྱ་ནག་ཆེ་བྱང་ཀོ་རེ་ཡ་ཆེ་ཨུ་རུ་སུ་ཡོད་པ་ར་ཤི་ཡ་འོང་དེ་ཚོར་བཤད་གལ་སྲིད་རྒྱལ་ཁབ་དེ་ཚོས་ཉི་ཧོང་ལ་དམག་བརྒྱབ་ཡིན་ན་ཨ་ཉི་ཧོང་གིས་ག་འདྲས་ག་འདྲས་བྱེད་འོས་མེད་རེད་བ། ཚང་མ་བཀོད་ཡོད་རེད་ས། ཉི་ཧོང་དེ་ཡིན་ན་སོ་སོ་སོའི་རྒྱལ་སྲུང་སྲུང་སྐྱོབ་བྱས་ཆོག་མ་རེད་རྒྱལ་ཁབ་ཏུ་སྲུང་སྐྱོབ་བྱས་ཀྱི་དམག་ག་རེ་ག་རེ་དགོས་མེད་ད་ཨ་ནི་གལ་སྲིད་དམག་ཤོར་བས་ན་ག་རེ་ག་རེ་བྱེད་འོག་ཡོད་མེད་རེད་པ་འོང་དེ་འདྲ་ཚང་མ་བྲིས་ཡོད་རེད་དེ་ནས་ཉི་ཧོང་གི་ཡིན་ན་དམག་ག་ལ་དཔེ་ཤག་ག་ཚོད་འགྲོ་གྲོན་བཏང་ཡོད་མེད་འོང་དེ་བྱེད་དེ་ནས་དེང་དུས་ཀྱི་དམག་འདྲེ་གི་གོ་མཚོན་མང་པོ་འབྱོར་བ་འོང་དེ་ཚོད་ག་རེ་འགྲོ་གྲོན་ག་ཚོད་བཏང་ཡོད་མེད་དེ་བྲིས་ཡོད་རེད། ཉི་ཧོང་གི་བདེ་འཇགས་ཀྱི་ཆེད་དུ་ཡིན་ན་རྒྱལ་ཁབ་གཞན་པ་མཉམ་དུ་མཉམ་འབྲེལ་བྱས་མེད་པས་ཉི་ཧོང་གི་གྲོགས་པོའི་གི་རྒྱལ་ཁབ་འདྲི་ཡོར་བ་དམིགས་བསལ་གྱིས་ད་ལྟ་ཨ་རི་ཁྲི་ཤར་བ་འོང་འདི་དང་ཉི་ཧོང་འཆམ་པོ་བྱས་བྱས་ཡིན་ན་ཁོ་རང་ཚོའི་རྒྱལ་ཁབ་ལ་སྲུང་སྐྱོབ་བྱས་འཇོར་འོང་འདི་སྐོར་འདྲི་ཡོ་རེད་ཟེར་བས་ཐའེ་ཝན་གྱི་ད་ལྟ་རྒྱ་མཚོ་ཞུ་འདུག་གས་ཐའེ་ཝན Street ལོ་རྒྱ་མཚོ་འོང་འདི་ག་ལ་གནད་དོན་འདི་ག་འདྲི་ཡོ་རེད་ཟེར་འདི་ནས་ཤར་ཕྱོགས་ཡོད་པའི་རྒྱ་ནག་གི་མཚོ་ཡོར་བ་འོང་འདི་ཚོའི་ག་ལ་བདེ་འཇགས་འདི་གལ་གནད་ཆེན་པོ་རེད་གལ་སྲིད། ཨ་ནི་ཐའེ་ཝན་འདི་རྒྱ་ནག་གི་སེབ་ཡིན་ན་ཨ་ནི་གལ་སྲིད་ཤར་ཕྱོགས་ཡོད་པའི་རྒྱ་ནག་རྒྱ་མཚོའི་ཁར་དམག་རྒྱབ་འདྲེ་ཆེབ་ཡིན་ན་ཐའེ་ཝན་ལ་དམག་རྒྱབ་ཆེབ་ཡིན་ན་ཨ་ནི་ཐ་ཉི་ཧོང་ཡོར་བ་ཇཱ་པན་ལ་ཡིན་ནའི་ལ་དཀའ་ངལ་ཞིག་ཆེན་པོ་འཕྲད་རེད་ར་འོ་འདི་དཀའ་ངལ་མ་འཕྲད་ཡའི་ཆེད་དུ་ཡིན་ན་ཁོ་ཚོས་གདོང་ལེན་གང་འདྲས་བྱེད་འོས་མེད་དང་ཡིག་གཟབ་གང་འདྲས་བྱེད་འོས་མེད་དང་དཀའ་ངལ་སེལ་ཐབས་གང་འདྲས་བྱེད་འོས་མེད་ཚང་མ་ལོག་དེབ་དེ་ན་བཀོད་ཡོད་རེད་ས། ད་དེབ་དེ་ཡིན་ན་ཉི་ཧོང་ལ་ཆ་མཚོན་པ་ནི་གལ་གནད་ཆེན་པོ་ཞིག་ཆགས་བསྡད་ཡོད་རེད་ཟེར། དེབ་ལོག་རེད་ད་བཅའ་ཁྲིམས་འདིར་བ་ཁྲིམས་རེད་བ་དམག་གི་ཁྲིམས་འདི། ཉི་ཧོང་སྐད་ཡིན་ན་ལོ་རྟག་པར་རེད་ཞེས་ད་ལྟ་རྒྱབ་ཤ་དཀར་པོའི་གི་དེབ་ཞུ་དོགས་རྒྱལ་སྲུང་གི་དེབ་འོང་དེ་བསྟུན་སྒོས་པར་སྐྲུན་གནང་སྒོ་རེད། ཡིན་ན་ལ་ད་ལོ་དམིགས་བསལ་གྱི་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་རྒྱལ་སྤྱིའི་ས་ཁང་ནང་ལ་ག་རེ་བཤད་པ་རེད་ལབ་ཡིན་ན་ཐའེ་ཝན་གྱི་གནད་དོན་འདི་ནི་ཁོང་ཚོས་ཀྱི་དེབ་ནང་ལ་བཀོད་ཡོད་པ་རེད་སྙེ་མར་བཀོད་ཡོད་མ་རེད་ས་ད་ལོ་དམིགས་བསལ་གྱིས་བཀོད་ཡོད་ཟེར་བ་འོ་འདི་ལ་དགག་པ་ཡོད་འདི་རྒྱ་ནག་ལ་ནི་ཉེན་ཁ་ཆེན་པོ་བཟོ་གི་འདུག་ལ་དེ་རེད་དམིགས་བསལ་གྱིས་ཐའེ་ཝན་གཅིག་པུ་མར་ཤར་ད་ལྟ་ཤར་ཆོག་ཡོད་པའི་རྒྱ་ནག་གི་ཚོགས་ཡོད་རེད་པ་འོ་འདི་བཀོད་བཞག་ཡོད་རེད་པ། ད་དེ་ནང་ལ་ག་ཁྲི་རེད་ལབ་ཡིན་ན་ཉི་ཧོང་གི་ཡིན་ན་མི་དམངས་ལ་གོ་ཐོབ་པའི་རེད་ཅེས་ཡོད་མར་པས་དེའི་ནང་ལོག་ལ་དེ་ཚོ་བཀོད་ཅེས་གལ་སྲིད་དམག་ཤོར་ན་ག་འདྲ་བྱུར་མེད་ད་རྒྱལ་ཁབ་ཀྱི་དམག་ཆེད་དུ་ད་གར་གར་བྱེད་མི་གོང་དུ་ཞུས་ཚབ་དེ་ཚང་མ་བཀོད་ཅེས་ཡིན་ན་གོ་ཐོབ་པས་ཤོར་འོང་དེ་འདྲ་ཅིག་རེད་ས་ཐེབས་དེ་གལ་ཆེན་པོ། རྒྱལ་ཁབ་གཞན་པ་ལ་སྟོན་ཡང་བྱོར་བ་ཉི་ཧོང་གི་ནི་རྒྱབ་ཤ་དཀར་པོའི་གི་རྒྱལ་སྲུང་གི་ཐེབས་དེ་དེ་འདྲས་བྱོས་ད་གལ་སྲིད་ད་ང་ཚོ་ནི

ཁོ་རང་ཚོས་གི་འཆམ་པོ་ཡོད་པའི་རྒྱལ་ཁབ་ཨ་རི་སོགས་དང་དེ་ཚོ་མཉམ་དུ་ཡིན་ན་དང་པོ་ནས་བྱས་སྐད་ཆ་བཤད་བྱས་གལ་སྲིད་དམར་ཤོག་བས་ན་ཨ་རི་ནི་ཉི་ཧོང་ལ་རོགས་པ་བྱས་གལ་སྲིད་ཨ་རིར་དམར་ཤོག་བས་ན་ཉི་ཧོང་གིས་ཨ་རིར་རོགས་པ་བྱས་དེ་འདྲས་གི་ནི་ཁོ་ཚོ་ལྟ་གྲ་སྒྲིག་ཡིན་བྱས་བྱས་ཡིན་ན། དེབ་དེ་ཡིན་ན་ཕྱི་གསལ་ནང་གསལ་རེད་ས་པར་སྐྲུན་བྱས་ཚར་བའི་རྗེས་སུ་ཡིན་ན་ད་ལྟ། ཉི་ཧོང་ནང་ལོགས་ལ་བསྐྱལ་ན་ནང་ལོགས་དཔར་སྐྲུན་བྱེད་བྱེད་མི་མང་དེ་ཚོ་ལ་ལྕམ་སྐོར་གསར་པ་ནི་རྒྱལ་སྤྱི་ཁོ་རང་ལ་མ་བསྟུན་དགོས་རེད་བསམ། ད་ལོ་ཡིན་ན་དཔར་སྐྲུན་ཉིས་སྟོང་གྱ་མི་གཉིས་རྩ་དྲུག་ནང་བྱེད་རྒྱོ་དེ་ཡིན་ན་དམིགས་སུ་བཀར་བྱས་ན་རྒྱ་ནག་རྒྱའི་ཁར་བཤད་པ་རེད་ལབ་ཡིན་ན་ད་ལོའི་གི་རྒྱབ་ཤ་དཀར་པོའི་གི་འགུག་ཚུང་གི་ཐེབས་འབྱོར་བ་འོང་འདི་རྒྱ་ནག་ནང་ལོགས་ལ་འཇིགས་སྐུལ་བྱུང་གི་འདུག་ཟེར་བ། འདི་ནང་ལོགས་ལ་ཐའེ་ཝན་སྐོར་བཤད་ཙང་ཡིན་ན་ཐའེ་ཝན་འདི་ཡིན་ན་རྒྱ་ནག་གི་ཆ་ཤས་རེད་འདི་ཐའེ་ཝན་འདི་གནད་དོན་འདི་ག་བཤད་ཙང་ཡིན་ན་རྒྱ་ནག་གི་ནང་ལོགས་ཀྱི་སྲིད་ཇུས་ལ་ཐེ་ཇུས་བྱེད་ཀྱི་འདུག་ཉི་ཧོང་གིས་འོང་འདི་འཇིགས་སྐུལ་བྱས་པ་རེད་ཟེར། འོང་དེ་འདྲ་ཅིག་ཉི་ཧོང་གི་ཉེ་ཆར་ཉིས་སྟོང་གྱ་མི་ཉིས་བརྩེགས་དྲུག་ནང་ལོ་ལ་དཔར་སྐྲུན་ན་དཔར་སྐྲུན་བྱས་པའི་ཧྥང་ཝེ་པའི་བེད་ཤུགས་ལས་ཞུ་དུ་བ་འོང་དེ་ལ་ཨ་ནི་རྒྱ་ནག་གི་ཕྱི་སྲིད་ལྷན་ཁང་གིས་ཡིན་ན་དགག་པ་རྒྱབ་པ་རེད་བྱས་རྗེས་རྒྱལ་སྤྱིའི་ས་ཁང་ནང་མཉམ་སྤྱོད་བྱས་ཏེ་བཞག་སོང་འོང་དེ་འདྲ་རྒྱ་ནག་དང་ཉི་ཧོང་བར་གྱི་གསང་རྒྱུ་གསར་བ་ཞིག་འདུག་ཞུ་ཡིན། དེ་རིང་མཉམ་ཆུ་ཤོད་ཀྱི་གསང་རྒྱུད་ཤིང་པར་དེ་ཡིན་ན་ཐའེ་ཝན་དང་འབྲེལ་བའི་གསང་རྒྱུད་གསར་བ་ཞིག་འདུག་བཟའ་ཟླ་ཡང་ཐའེ་ཝན་གྱི་གསར་ཁང་དང་ཨེ་བྷི་སི་རྒྱ་ནག་གི་སྡེ་ཚན་ཇོ་མར་པའི་ཨེ་བྷི་སི་ཀྲུང་ཝུན་ལན་ཝུའུ་འདི་ན་ག་རེ་མཉམ་ཆུ་བྱེད་འདུག་ལབ་པ་ཡིན་ན་ཐའེ་ཝན་གྱི་སྲིད་འཛིན་བླའི་ཆིང་འདི་ཁོང་གི་དབུ་ཁྲིད་རྗེས་ཡིན་ན་ཐའེ་ཝན་ནང་ལོ་ལ་ཉིན་མོ་བཅུའི་རིང་གི་ལོ་ལྟར་གྱི་དམག་སྦྱོང་བྱུང་འདུག་ཝུའུ་འདི་མགོ་བཙུགས་པ་ཡིན་ཞེས་རྒྱལ་སྤྱིའི་གསར་ཁང་ནང་མཉམ་ཆུ་གནང་འདུག་ཞུ་ཤཱས་ཁོང་གིས་ག་རེ་གསུངས་འདུག་ལབ་པ་ཡིན་ན་དབྱི་ཇི་ཞི་ཏན་དང་ཐའེ་ཝན་ཧང་ཀོང་སི་ཨར་ཧའོ་སམ། ནི་ཐའེ་ཝན་གྱི་ད་ལྟའི་ཆ་ནས་ཡིན་ན་ཉིན་མོ་བཅུའི་རིང་གི་དམག་སྦྱོང་བྱས་མེད་པའི་ཧང་ཀོང་བཞི་བཅུ་ཞེ་གཉིས་པ་བྱེད་པ་འདི་འགོ་བཙུགས་ཡོད། ལའེ་ཆིང་ཏོ་ཡོར་བ་ཁོ་རང་གིས་ཡིན་ན་དམག་སྦྱོང་བྱེད་ས་ལ་ཡིན་ན་དངོས་སུ་ཕེབས་རྗེས་ཡིན་ན་དམག་སྦྱོང་བྱེད་ཉེས་ཀྱི་དམག་མི་དེ་ཚོ་ལ་གཟིགས་སྐོར་གནང་ཡང་ཤོར་བ་དེ་འདྲ་གནང་ཡོད་རེད། ཧྲེན་ཁྲོན་ཧྥང་ཏན་པེ་ཞིན་ས་དེ་ནས་ཁོ་རང་གིས་ཡིན་ན་གལ་སྲིད་མེ་མདའ་བརྒྱབ་ཡིན་ན་མེ་མདའ་མ་ཐེག་མེད་པའི་དེ་འགོག་སྲུང་བྱེད་ཀྱི། ཏུ་ཏུ་ཞུ་དགའ་འོང་དེ་འདྲས་གོན་ཡོད་རེད་ས་དེའོ་ད་ཀང་བྷི་ས་དེར་ཞོག་གོ་ལོ་གོན་ཡ་ཇི་མི་འདུག་ཡ་ཞྭ་མོ་ཆུ་འོང་དེ་འདྲས་གོན་ཡོད་རེད་ས་དེ་ཡིན་ན། དམག་མི་གི་དེར་འདུག་ཨའོ་གོ་ལོ་གོན་ཡ་དེ་བྱེད་ཨེ་ནས་ད་ལྟ་དམག་མི་དེ་ཚོ་ཡིན་ན་དམག་མི་གི་དུག་ལོ་དེ་ཚོ་གོན་བྱས་རེད་བ་གི་དམག་སྦྱོང་བྱས་བྱོས་རེད་བ་འོང་དེ་འགོ་བཙུགས་བ་རེད་ས་ཅི་ས་ཐའི་ཝན་ཡིན་ན་རྒྱུད་རིང་པོ་བཞིན་ན། དུས་ཡུན་རིང་པོ་ཞིག་སེམས་ཁྲལ་ཆེན་པོ་ཞིག་ཞུ་རེས་ས་རྒྱ་ནག་རྒྱལ་དར་འོ་དི་བྱིག་རེས་སམ་བྱེར་བ་བཙན་འཛུལ་བྱིག་རེས་སམ་བྱེར་ཨ་ལིང་ཨར་ས་ཉན་ཀྲུང་གོ་ད་ལོའི་ཀྱི་ཐའེ་ཝན་གྱི་དམག་སྦྱོང་འདི་ནང་ལ་ཡིན་ན་ལྟད་མོ་ཆེན་པོ་བཟོ་མ་རེད་དམ་ཐུན་མོང་མིན་པ་ལོ་ལྟར་དང་མི་འདྲ་བ་མ་འདྲ་བ་བཞི་བཏགས་ཡ་ཡོད་རེས་ས་དང་པོ་དེ་ཡིན་ན་ཐའེ་ཝན་གྱི་དམག་མི་ཁྲི་གཉིས་སི་བྱེར་བ་སྤྱི་ཟླ་བརྒྱད་པའི་ཚེས་པ་ལྔ་གྱི་ཉིན་མོ་དེ་ལ་ཡིན་ན་དམག་སྦྱོང་བྱས་ཞོར་བ་འོ་དི་འདྲ་བྱས་ཡོད་རེས་ཨ་ནི་དུག་ལོག་དེ་ཚོ་གོན་རྗེས་དམག་མི། ཐའེ་ཝན་གྱི་ཏན་ཅང་ཏའ་ཆའོ་ལས་བསྡུར་བ་ཟམ་པ་ཞིག་ཏུ་འོང་འདི་ག་ལ་ཡང་དམག་སྦྱོང་བྱས་ཡོད་འབྱོར་བ་དེ་འདྲས་བྱས་ཡོད་རེད། གསུམ་པ་དེ་ནི་དེར་ཞའོ་ཆི་ཧྲན་ཁྲན། ཁོང་ཚོས་ཀྱིས་ཐའེ་ཝན་གྱི་དེང་དུས་ཀྱི་བཟོ་རིག་པ་དང་ལྡན་པའི་མི་མེད་ཀྱི་གནམ་གྲུ་འགྱུར་ལྡོག་པ་འོང་དེ་འདྲས་ཁ་ནམ་མཁའ་ལ་བཏང་རྗེས་ཡིན་ན་སྦྱོང་བརྡར་བྱས་འབྱོར་བ་འོང་དེ་འདྲས་བྱས་ཡོད་རེད། ཞའོ་ཆི་ལོན་ནི་ཐེངས་དང་པོ་བྱས་ཡོད། ཞའོ་ཆི་ལོན། ཞོགས་ཚུགས་ཚགས་བཞུ་གསར་པ། ཐེངས་མ་དང་པོ་ཁོ་ཚོ་སྦྱོང་བརྡར་བྱེད་སྒོ་རེད་ས་ད་ཐའེ་ཝན་གྱི་མི་སུའི་རིག་ནུས་ཀྱིས་བཟོས་པའི། ཨ་ནི་མི་མེད་ཀྱི་གནམ་གྲུ་དེ་འདྲ་བཏང་ཡ་དེ། གསུམ་པ་དེ་འདིར་བཞག་ད་རྒྱ་མཚོའི་དཀའ་ལ་གལ་སྲིད། རྒྱལ་ཁབ་གཞན་པ་གྱི་དམག་མི་དག་དེ་འདྲས་སླེབས་ཡིན་ན་ད་ཐའེ་ཝན་དེ་བཙན་འཛུལ་བྱེད་ཁར་སླེབས་ཡིན་ཨང་ཁོ་ཚོས་རྒྱ་མཚོའི་དཀའ་ལ་དམག་བརྒྱབ་ཡ་ཆེ་མེད་པས་ད་ད་ཐའེ་ཝན་གྱི་མཚོ་དམག་དེ་ཚོ་བཏང་བྱས་ཡིན་ན་ཨ་ནི་སྦྱོང་བརྡར་བྱེད་འོས་རེད་པ་འོང་དེ་འདྲས་བྱེད་འོས་རེད་ས། བཞི་པོ་དེ་ཡིན་ན་མི་ཧྥང་ཨ་ལེ་ཏི་ཤ། བཞི་པོ་དེ་ཡིན་ན་ཏི་ཤ་ཨ་རིའི་གི་ཏི་ལེ་ཤར་བ་ཁོ་ཚོ་གི་སྐུ་ཚབ་ཡོད་རེད་པ་ཐའེ་ཝན་ལ་ལས་བྱེད་ཡིན་ན་ཕ་ཚོ་ད་གྲོས་ལེན་བྱས་ཆོག་མར་པའི་གི་ཚིག་སྨྲ་ཤོག་གི་ནས་འདི་འདི་ཆེ་བོ་རེད་ལ་ནས་འོང་དེ་འདྲས་བྱས་ཡོད་རེད་ས། ཡའུ་མང་རེན་ཡོན་སིམ་གི་གྲོགས་པོ་ཨེ་ལེ་སི་དོ་ཨིན་གེ་ན་ཤུབ་ནས་འོང་དེ་འདྲས་ལས་ཡོད་རེད་ས། ཨིན་གེ་ན་ཤུབ་ན American Institute in Taiwan ས་མེ་གོ་ཙའེ་ཐའེ་ལེན་ཧུས། མེག་གོ་དང་ཨ་རི་དང་ནི་ཐའེ་ཝན་པོ་རུ་ཚོགས་འདུ་ཚོགས་ཡོད་ཆོག་ར་འོང་དེ་འདྲ་བྱས་ཡོད་རེད་ས་འོང་དེ་ཡིན་ན་ད་ལོ་ཡིན་ན་ད་འདིར་ཤ་ཐའེ་ཝན་གྱི་སྙན་དབང་དང་མི་འདྲ་བ་ཉིན་མོ་བཅུའི་གི་དམག་སྦྱོང་དེ་ཡིན་ན་ད་ཁོང་ཚོའི་གི་བཟོ་རིག་པ་གསར་བ་མི་གསོད་རིག་ནུས་དང་ལྡན་པ་དེ་ཚོ་ཡིན་ན་སྦྱོང་བརྡར་བྱས་ཆོག་ར་འོང་དེ་འདྲའི་ཐེངས་མ་དང་པོ་དེ་ཆགས་བསྡད་ཡོད་རེད་ས་འོང་དེ་འདྲའི་ཐའེ་ཝན་དང་འབྲེལ་བའི་གསང་རྒྱུ་གསར་བ་ཞུ་འདུག་ཞུ་ཡིན། དེ་ནས་མཉམ་སྤྱོད་ཞུ་ཡ་གི་གསང་རྒྱུ་བཞིན་པ་དེ་ཡིན་ན་རྒྱ་གར་ནང་ལོགས་ཡོད་པའི་ཚོང་པ་དང་ཟ་ང་ཟིམ་ཉེ་ཡིན་ནའི་འདྲ་ཚོང་ཁ་ཟིམ་ཉེ་ཡིན་ནའི་འདྲ། ཨ་ནམ་རྒྱུ་ཚོང་སྐྱོ་ཉེ་ཡིན་ནའི་འདྲ་ག་འདྲ་མ་འདྲ། ད་ལྟ་དྲག་རྒྱལ་གྱི་དངུལ་ལེན་བཞིན་མེད་པས་ཕོན་པི་ལེ་དང་གུ་གེ་པི་ལེ་དེ་འདྲས་བྱེད་ངེས་དེ་ཡིན་ན་གུ་གེ་པེ་ལེ་དེ་ཚོ་གླེང་དུས་ཙམ་པ་ཡིན་ན་ཁྱེད་རང་ཟ་ང་ན་ལ་མིན་གྱི་ལེ་རི་བ་ཁ་ལ་ཟ་ང་གླེང་དུས་ཙམ་པ་ཡིན་ན་ཨ་ནེ་གྷེ་སི་པེ་ཤ་སྤྲད་པ་ཡིན་ན་དེ་ལ་ཡིག་གཟབ་ཞིབ་ཀྱི་གནང་བ་དང་བོ་སི་ཐེ་ཚང་ཡི་ན་ཐང་དང་མོན་པའི་ནགས་ལོགས་ལ Fraud ཟིང་དམར་བའི་སྐྱག་རྫིང་ཞེས་ཉལ་ཏེ་འདྲེན་གནས་ཚུལ་ཅིག་བྱུང་བསྡད་བྱས་ཨ་ཟེར་བ། གནས་ཚུལ་དེ་ཡིན་ན་ད་ལྟ་ཉེ་ཆར་རེད་བྱ་དེ་རིང་རང་བྱུང་འགྱུར་གྱི་རེད་བྱས་ཨ་ཟེར་ད་ལྟ་ཁོ་ཚོས་ག་རེ་བཤད་འདུག་ལབ་ཡིན་ན་མི་འདྲེར་བ་མོན་པའི་ནགས་ལོགས་ལ་ཁ་ལག་ཟ་ག་ལེབ་རེད་ཟ་ཁ་ལག་ཟས་ཚར་བའི་རྗེས་སུ་ཡིན་ན་ཁྱེད་རང་ལ་སྒོར་མོ་བརྒྱ་བཏང་དགོས་ནས་ཉིས་བརྒྱ་བཏང་དགོས་ནས་བཏང་གི་རེད་བ་ལྟ་འདུག་བསམ་པ་ཡིན་ན་ཁོ་ཚོས་ཀྱི་མཉེན་ཆས་རྫུན་མོ་ཞིག་འདུག་རེད་བ Fake Phone Phone Pay App ལས་ཞེས་འདུག་ད་ལྟ Phone Pay ལས་ཞེས་མི་འདུག་གས་ཉེན་ཆེ་བྱུང་བ་འདི་འདྲའི་འདྲ་པོ་འདྲ་ཀྱང་བཟོས་ཡོད་རེད་ཟེར་འོང་དེ་བེད་སྤྱོད་སོ་སོ་གི་ཁ་པར་ནང་ཕབ་ལེན་བྱས་རྗེས་ན་ཁྱེད་རང་ལ་སྒོར་མོ་བརྒྱ་བཏང་དུས་ཙམ་པའི་གཏང་སྐྱོག་སོ་བཞི་གཅིག་པ་གཅིག་ཀྱང་འཐུང་གི་རེད་ཟེར་ད་དེའི་ཁ་པར་ནང་ནས་འདུག་སྟོན་གི་རུ་བ་ངས་ཁྱེད་རང་ལ་སྒོར་མོ་བརྒྱ་བཞི་བཏང་པས་ན་བཏང་ཚར་སོང་འདུག་སྟོན་གི་མར་བས་སྟོན་དུས་ཙམ་པའི་གཅིག་པ་གཅིག་ཀྱང་འདུག་ཟེར་ད་སྟོན།

རྫུན་མ་བཟོས་ཁྱོ་ཅི་རེད་ཤག་ཨས་ཧྥོན་བི་ལའི་སྦྱོར་བ་འོང་འདི་དང་གཅིག་པ་གཅིག་ཀྱང་བཟོས་ཤག་ཡིན་ནའི་ལས་འདི་ཡིན་ན་ཧྥོན་བི་ལའི་དེ་མ་རེད་ས་ད་ཁྱེད་རང་ལ་སྒོར་མོ་ཆིག་གཅིག་བཏང་བས་ནས་གཅིག་པ་གཅིག་ཀྱང་ཐུང་གུར་ས་ད་དུག་ས་སྟོན་དུས་ཙམ་པས་ནས་ཨོ་བདེན་ཚིག་རྣམ་དཔྱོད་ལ་སྦྱོར་ཡོད་ས་རེད་བསམ་བསམ་སྦྱོར་བ་ནང་ལ་འགྲོ་ལྟ་དུས་ཙམ་པས་ནས་ཅེས་སྦྱོར་ཡོད་མ་རེད་བསམ་མི་དེ་བརླག་ཚར་བ་ར་སྒོར་མོ་ཆིག་གཅིག་མེད་པ་ཆར་བ་འོང་འདི་ཨིན་རྒྱ་ས་ཨིན་རྗེ་ནང་ལ་བཤད་པས་ནས་ཨིས་ཨ་ཧྥོར་ལེན་ཨེབ་ས

དེ་ནས་མཉམ་སྤྱོད་བྱེད་ཡུལ་གྱི་གསང་རྒྱུད་གཞན་པ་དེ་ཡུག་ཀེ་རེན་དང་ཨུ་རུ་སུའི་བར་གྱི་དམག་དང་འབྲེལ་བའི་གསང་རྒྱུད་གསར་པ་ཞིག་ཏུ་ཟུར་བ་ད་ལྟ་རང་རྒྱལ་སྤྱིའི་ས་ཁང་ནང་ལ་ཡིན་ན་ཐད་གཏོང་བྱས་ཏེ་བཞག་སྐར་མ་གཅིག་ནང་ལོ་ལར་བ་སྔོན་ལ་ཐད་གཏོང་བྱས་པའི་བརྒྱུད་རིམ་ནང་ག་རེ་ཞིག་ཏུ་ལབ་ཡོད་ན་ཡུག་ཀེ་རེན་གྱི་ཡིན་ན་ཨུ་རུ་སུའི་ནང་ལོ་ཡོད་པའི་སྣུམ་གསག་འཇོག་བྱེད་ས་མ་རེད་འོང་འདི་འདྲའི་ཆེན་པོ་གཉིས། ཁོ་ཚོས་འདི་བྱས་ཤག་ཟེར། མི་མེད་ཀྱི་རྣམ་འགྱུར་དེ་བཏང་བྱས་ཡིན་ན་བར་སྐད་བཏང་བ་རེད། བར་སྐད་ཞུས་ཅེར་བ། མི་མེད་ཀྱི་རྣམ་འགྱུར་བཏང་བྱས་ཡིན་ན། དོ་ནག་པོ་ཞིག་དོན་དེ་ཤོར་བ་རྐྱང་ནས་འདྲེ་དཔར་བརྒྱབ་དེ་ཤག་ཟེར་བ། ན་ནིང་ཡུག་ཀེ་རིན་གྱི་སྲིད་འཛིན་ཛཱེ་ལན་སི་ཀི་ཁོང་གི་གར་སོང་དུ་ལབ་ཡིན་ན་ཨུ་རུ་སུའི་ནག་ལོ་ལ་སྣུམ་འདྲེ་གཙང་བཟོ་བྱེད་ས་ཞིག་འདུག་ཨ།

དམིགས་བསལ་གྱིས་ཡ་རུ་སཱ་ལཱ་ལའི་དེ་ལ་ཡིན་ན་དོ་ནག་པོ་ཞིག་ཐོན་གི་འདུག་བྱས་རྗེས་མི་དེ་ཚོ་པར་བརྒྱབ་ཤར་བ། ད་ར་ཤི་ཡ་གྱི་དཔོན་པོ་དེ་ཚོས་རྒྱལ་སྤྱིའི་ས་ག་ན་ག་ར་བཤད་དུ་ལབ་ཡིན་ན་ད་ལྟའི་ཆ་ནས་ཡིན་ན་ཁོ་ཚོའི་གི་སྣུམ་གསག་འཇོག་བྱེད་ས་ཆེ་ཤོས་དེ་ཡུ་ཀེ་རེན་གྱིས་གཏོར་སོང་ལ་དེ་ཤ་ཡུ་ཀེ་རེན་གྱི Drone ཟིག་ར་མི་མེད་ཀྱི་གནམ་གྲུ་དགུ་བཅུ་གོ་གསུམ་བཏང་བཅས་ཡིན་ན་ཨུ་རུ་སུའི་གི་སྣུམ་གཙང་བཟོ་བྱེད་ས་གསག་འཇོག་བྱེད་ས་ཆེན་པོ་དེ་འདྲས་གཉིས་གཏོར་གསུམ་འོང་ལ་དེ་བཞིན་ཨུ་རུ་སུ་ལ་དབྱིངས་ཆ་སྲེད་ཅེས་བྲིས་ལ་ཡོད་ཤི་འདུག་འོན་ཏེ་གར་གཏོར་ལབ་ཡིན་ན་གལ་སྲིད་ཡུ་ཀེ་རེན་གྱི་མགྲོན་ལས་མི་མེད་ཀྱི་གནམ་གྲུ་དེ་གླེགས་ཡུལ་ན་བསྣམས་ནས་ཧ་གོ་བྱས་རེད་པ་ད་དུ་འཇོག་བྱས་རེད་པ་འཕྲུལ་ཆས་བརྒྱུད་བྱས་ཡིན་ན་ཨ་བསྣམས་ནས་གཏོར་བཞག་ཤོར་བ་འོན་ཏེ་འདྲའི་འཕྲུལ་ཆས་ཡོད་ཟེར་བ་ཨུ་རུ་སུ་ལ་བྱས་ཙང་ད་ལྟ་བོ་དོ་ཡིན་ན་ཡུ་ཀེ་རེན་གྱི་མི་མེད་ཀྱི་གནམ་གྲུ་མགྲོན་ཞེས་པ་དེ་ཡིན་ན་དྲུག་བརྒྱ་བཅུ་མེད་ལྔ་ཨུ་རུ་སུའི་གི་ཏོར་པི་ཡིན་སི་ཐན་དུ། Interceptive། ཞེས་པའི་གསོ་རིག་པ་དེ་བེད་སྤྱོད་བཏང་རྗེས་རི་བ་བསྣམས་ནས་གཏོར་ཐུབ་སོང། གཟའ་ཉེ་བའི་དུས་ཚོད་ནང་ཡིན་ན་ཡུ་ཀེ་རིན་གྱི་ཡིན་ན་ཨུ་རུ་སུའི་ནགས་ལོག་ལ་སྣུམ་གསག་འཇོག་བྱེད་ས་དང་གཙང་བཟོ་བྱེད་ས་འདི་ཡོད་པ་དེ་ཚོ་གཏོར་ཡོད་རེད་ཨུ་རུ་སུ་ལ་གྱོང་གུད་ཧང་སང་གི་མང་པོ་ཅིག་ཕོག་བསྡད་ཡོད་རེད། འདི་ནང་བཞིན་གི་ཨུ་རུ་སུའི་ནགས་ལོག་ལ་དངོས་ཟོག་བཞག་སའི་མཛོད་ཁང་ཡོད་རེད་པ War House ཟེར་བ། ད་ལྟ་ཨུ་རུ་སུའི་གི་དྲག་རྒྱལ་གི་ཚོང་ཁང་ཆེ་ཤོས་ཡོད་རེད་པ་འོང་དེ་ཚོ་གཏོར་གི་རེད་བསམ། འོང་དེ་འདྲའི་ཨུ་རུ་སུ་དང་ཡུཀ་རེན་བར་གྱི་གསང་རྒྱུ་གསར་བ་ཞིག་ཏུ་བྱོན་ཡོད། དེ་རིང་མཉམ་སྤྱོད་ཞུ་ཡ་གི་གསང་རྒྱུ་བཞིན་པ་དེ་ཡིན་ན་ད་ལྟ་སི་ཨེན་ཨེན་གསར་ཁང་ནང་ལོགས་ལ་པར་ཞིག་མཉམ་སྤྱོད་བྱས་ཏེ་ཤཱས་ཁྱེད་རང་ཚོས་གཟིགས་པའི་པར་དེ་རེད་དམར་པོ་སེར་པོ་སོགས་ཞིག་འདུག་ཨ་འོང་དེ་ཡིན་ན་ཉི་མ་རེད་ཉི་མ། ད་ཨིན་ཇིའི་གི་ཨ་རིའི་གི་མི་ཚན་རིག་པ་དེ་ཚོས་ཡིན་ན་ཏྲེ་ལི་སྐོབ་ལ་རྒྱང་ཤེལ་བྱོས་པ་རྒྱང་ཤེལ་དེ་འདྲས་རི་སུ་ལོས་ཤུན་ཟིག་མར་བས་ཐོ་ཡན་ཡུལ་གྱོད་མང་ཤོས་ཆེ་ཤོས་བྱོན་མར་པའི་དབུ་འོང་འདི་བེད་སྤྱོད་བཏང་རྗེས་དེ་རིང་གལ་སྲིད་ཀྱི་བཟོ་རིག་པའི་གསར་པ་བཟོས་པའི་མང་བོ་ཐེ་ཡན་ཡུལ་གྱོད་བྱོལ་བར་དབུ་འོང་འདི་འདྲའི་པར་ཆས་ཡག་ཤོས་འདི་རྒྱང་ཤེལ་ཡག་ཤོས་འདི་བེད་སྤྱད་བཏང་བྱས་བེད་སྤྱོད་བཏང་བྱས་ཡིན་ན་ཉི་མའི་གི་ཆིག་ཆིག་ཐེ་ཡན་བྱོལ་བ་དང་དབུ་འོང་དུ་སུ་པར་རྒྱབ་སྐྱོར་ཡིན་བསམ། པར་རྒྱག་རྒྱུ་དེ་ཡིན་ན་ད་ལྟ་བུ་དོ་ད་ཚན་རིག་པའི་ཉི་མའི་ཁྲིད་དེ་པར་རྒྱག་ཡས་ཞོར་བ་ཐག་ཉེ་ཤོས་པར་རྒྱག་ཡས་དེ་ནི་ཐོག་མ་དེ་ཆགས་བསྡད་ཡོད་རེད་ད་ལྟའི་པར་དེ་སྐད་གྲགས་ཆེ་ཤོས་དེ་ཆགས་བསྡད་ཡོད་རེད་ད་ཉི་མ་ལ་དུས་ཙམ་པའི་ཡིན་ན་ང་ཚོས་དེ་ནས་འཛམ་བུ་གླིང་ནས་ལྟ་དུས་ཆུ་འཇུ་གོ་གོ་ཞིག་མཐོང་འདུག་ག་ཡིན་ནའི་ལས་དེ་ཡིན་ན་ཚ་གྲང་དང་ཆེན་པོ་ཞི་བོ་ཡོད་རྒྱོ་ཅི་རེད་འདུག་ག་བྱས་ཙང་ནས་ཚན་རིག་པའི་པར་རྒྱབ་རེད་བྱས་ཀྱི་རྒྱལ་སྤྱིའི་ས་ཁང་ན་མཉམ་འཇུ་བྱས་ཏེ་བཞགས། ད་ཉི་མ་དང་ཐ་ན་ང་ཚོ་མི་བསྡད་སའི་གི་འཛམ་བུ་གླིང་འབྱོར་བ་འོ་འདི་པར་རུ་གི་རྒྱང་ཐག་དེ་ཡིན་ན་ས་ཡང་བརྒྱ་དང་བཞི་བཞི་དགུ་ཚགས་དྲུག་ཡོད་རེད་ས་ཀི་ལོ་མི་ཆོད་ཧང་སང་གི་ཐག་རིང་བོ་རེད་ས་ཉི་མ་དང་འཛམ་བུ་གླིང་འདིའི་བར་ལ་རྒྱང་ཐག་འོ་འདི་འདྲ་ཉི་མ་དང་བྲལ་བའི་སང་རྒྱུ་ས་བ་ཞིག་ཏུ་ཞོན། དེ་རིང་མཉམ་འབྱོར་ཞུ་ཡུལ་གྱི་གསར་འགྱུར་ཞིམ་པ་དེ་ཡིན་ན་བལ་ཡུལ་དང་འབྲེལ་བའི་གསར་འགྱུར་གསར་པ་ཞིག་འདུག་ཟུར་པ་བལ་ཡུལ་གྱི་རྒྱལ་ས་ཀཱཏ་མཱན་ཀྲུའུ་ནཱ་ལོག་ཡོད་པའི་ཀཱཏ་མཱན་ཀྲུའུ་གཙུག་ལག་སློབ་གཉེར་ཁང་ཞེས་པ་ཞིག་འདུག་ཨ་འོང་འདི་ནཱ་ལོག་ཡིན་ན་ད་ལོ་ཉིས་སྟོང་གྱ་མ་གཉིས་རྩ་དྲུག་གི་རྒྱལ་སྤྱིའི་བོད་རིགས་ཀྱི་ཚོགས་ཆེན་ཐེངས་ཐེངས་བཅུ་བདུན་པ་དེ་ཡིན་ན་བལ་ཡུལ་ནཱ་ལོག་ལ་ཚོགས་མ་ཆོག་པ་ཅིག་བཟོས་པ་རེད་ས་ད་དེ་ཡིན་ན་རྒྱ་ནག་གཞུང་སྒེར་པ་བལ་ཡུལ་ལ་གནོན་ཤུགས་ཆེན་པོ་ཞིག་སྤྲད་བྱས་ཡིན་ན་ཨ་ནི་ཚོགས་འདུ་དེ་ཕྱིར་འཐེན་བྱེད་འོ་ཁེ་བ་རེད། རྒྱལ་སྤྱིའི་ཀྱི་བོད་རིགས་ཚོགས་ཆེན་ལས་ཞི་དོ་ཨ་ཐེམ་སྐབས་བཅུ་བདུན་པ་དེ་འཚོགས་ཡར་གསར་པ་དབུ་གནས་བྱས་པའི་ནང་བལ་ཡུལ་ནང་རྟ་དེ་གར་དོ་ཞུས་པའི་ན་རེ་ཤ་རྒྱལ་སྤྱིའི་ཀྱི་ནི་ལྷན་ཚོགས་ཚོགས་འདུ་བཅུ་འཚོགས་ཡར་རེ་ཤ་ཨ་སྟེ་གོ་ལོ་གོ་རེ་ག་ལ་ཚོགས་འདུ་གོ་ལོ་གོ་རེ་ག་ལ་དེ་འདྲ་ཚོགས་པ་མང་པོ་འཇོག་རེ་ས་ཚོགས་པ་མང་པོའི་ནང་ལ་མཁས་པ Scholar ཟེར་བ་མཁས་པ་མཁས་དབང་འདྲ་མང་པོ་བཅས་ཡིན་ན་འདུ་འཛོམས་གནང་བྱས་ཡིན་ན་བོད་ག་ལ་བོད་རིག་པ་ཟེར་བ་བོད་ག་ལ་སློབ་སྦྱོང་གནང་དགོས་རེ་ས་ནི་བོད་ཀྱི་རིག་གཞུང Tibetan Culture ཟེར་བ History བོད་ཀྱི་ལུགས་རྒྱུད Language བོད་ཀྱི་སྐད་ཡིག། དེ་ནས Religion བོད་ཀྱི་ཆོས། དེ་ནས Politics བོད་ཀྱི་ཆབ་སྲིད། དེ་ནས Literature བོད་ཀྱི་ད་རྩོམ་འདི་ཡོད་རེད་པ་སྙན་ངག་ད་རྩོམ་ད་དེ་འདྲའི་གང་ལ་སློབ་སྦྱོང་གནང་དགོས་ས་དེ་ནས Medicine བོད་ཀྱི་གསོ་བ་རིག་པ་ཡོད་རེད་པ་དེ་ནས Society བོད་པའི་གྱི་སྤྱི་ཚོགས་ཡོད་རེད་པ་འོང་དེ་ཚོའི་ག་ལ་ཡིན་ན་ཨ་ནི་ཚོགས་འདུ་ཚོགས་དགོས་རེད་ས་ལོ་ལྟར་རེད་ཤེས་ད་མཁས་པོ་འདྲ་མང་པོ་རྩོམ་བྱས་ཡོད་ན་གྲོས་ལན་གནང་ཡང་ཆོ་མེད་བས་འོང་དེ་འདྲས་འོང་དེ་ལ This གི The International Association for Tibetan Studies བོད

ནང་པའི་གི་ལྟ་གྲུབ་འགའ་ལ་མཁས་པོ་ཡུལ་སྐྱོར་འདིར་ཡོད་པ་མཁས་དབང་དེ་འདྲའི་ཕིག་ཨོ་རེ་ས Specialist in Tibetan Art Medicine ཨ་ག་ཞིག་དམིགས་བསལ་གྱིས་བོད་པའི་གི་རི་མོ་བོད་པའི་གི་སྨན་བོད་པའི་གི་རིག་གཞུང་འགའ་ལ་མཁས་པོ་འདྲ་ཡོད་མ་རེད་པས་འོང་དེ་ཚོ་ཕིག་ཨོ་རེ་ས། ཚོགས་འདུ་དེའི་སྐབས་སུ་ཡིན་ན་མི་མང་པོ་ཅིག་གིས་ཡིན་ན Present Research བས་པ་ཁོ་རང་ཚོས་གི་དུས་ཡུན་རིང་པོ་ཉམས་ཞིབ་མཉམ་སྐྱོར་དེ་ཡིན་ན་མ་སྟོན་བཅས་མཉམ་དུ་གྲོས་གླེང་གནང་དགོས་རེད་ཟེར་བ Discuss New Discovery of Tibetan History ཨ་ག་ཞིག

ད་དེ་ཡིན་བོད་སྒང་ལ་མིག་ཙུག་དཀའ་ཆེ་སློབ་སྦྱོང་བྱས་འབྱོར་བ་འོང་དེ་འདྲ་རེད་ཤག་དེ་ཡིན་གོ་སྐབས་ཡག་པོ་ཞིབ་ཅིག་ཆག་གོ་རེ་ས་ག་ཅན་ལབ་ཡིན་ན། རྒྱལ་སྤྱི་ཁོ་ར་ནས་ད་བོད་སྒང་ལ་བོད་རིག་པ་བོད་སྒང་སློབ་སྦྱོང་གནང་ཉེ་གི་མི་འདྲ་ཡོར་བ་དེ་ཚོ་འཛོམས་བྱས་ཡིན་ན་ནས་ད་བ་བྱེད་ལས་གནང་ཡང་ད་ད་ཉམས་ཞིག་གནང་ཡང་ད་འདྲ་ཡོར་བ་གོང་དུ་ཞུས་མ་ཞིག་འོང་དེ་ཧང་སངས་གལ་གནད་ཆེན་པོ་ཅིག་ཆག་དེ་བོ་རེད། དེ་བོད་གཅིག་པུ་མེན་པ་ཆེ་རྒྱལ་སྤྱི་ཁོ་ར་ལ་ར་བ

ཕྱིར་འཐེན་བྱས་པ་རེད་ཤེས་རྗེས་བལ་པོའི་ས་ཁ་ན་མཉམ་འཇུས་བྱས་ཏེ་བཞག། འོན་ཏེ་འདྲེ་བལ་ཡུལ་དང་བོད་བར་བོད་དང་འབྲེལ་བའི་གསང་རྒྱུ་ཟག་ཏུ་འདུག་ཞུས་ཡ་ཡིན་ལ་སོ། དེ་རིང་རྒྱལ་སྤྱིའི་ཐོག་སྐད་གྲགས་ཆེ་བའི་གསང་རྒྱུ་མང་པོ་ཞིག་མཉམ་འཇུས་ཞུས་ཡ་ལེ་ཚན་དེ་མཇུག་དོན་ལེ་ཚན་བྱུང་མེད་ནའང་ནང་ཆོས་ཡང་རྒྱ་ཆེ་ཡོང་མ་བྱས་ཕར་བོ་ཁུ་ཟུར་ཐུ་ཆ་ན་རོ་ན་ཞུ་དེ་ཅང་གོ།